དབྱེ་བ་མང་པོ་ཞིག་ཡོད་པའི་ནང་ནས། སྒྲུབ་པ་བཀའ་བརྒྱུད་ཀྱི་ཆོས་བརྒྱུད་སྐོར་ལ་གཅིག་ཞུས་ན་བསམ་སོང། ད་ང་ཚོ་ཆོས་འབྱུང་ཟེར་གི་རེད་བ་ལ་ནམ་རྒྱུན་ཆོས་འབྱུང་ཟེར་གི་རེད་བ། ཆོས་འབྱུང་འདི་མ་གཅིག་ད་བྱུང་ད་འབྱུང་ལུགས་འདི་གཅིག་ཞུས་ན་བསམ་སོང། འདི་ད་གལ་ཆེན་པོ་འདྲ་བ་རེད། ཆུ་སྒོ་གང་ལ་ཐུག་པ་ནང་བཞིན་གྱི། ང་རང་ཚོ་ཆོས་བརྒྱུད་གང་དང་གང་ཡིན་པ་ཡིན་ན་ཡང་འདི་གི་ཨ་ནི་འབྱུང་ཁུངས་འདི་མ་ཤེས་པ་ཡིན་ན་དེ་ནི་འགྲིག་གི་ཡོད་མ་རེད་འདི་འབྱུང་ཁུངས་འདི་ངེས་པར་དུ་ཤེས་དགོས་ཡས་དང་གོ་ཁུངས་འདི་ཧ་གོ་དགོས་ཡས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཨ་ནི་ད་ལྟ་ངར་ཚོ་ལོ་རྒྱུས་དོན་གྱི་མ་ཤེས་ན་གསང་ཆེན་ཉེས་པའི་བཀའ་འདི་ལ། ཉེས་པ་ཆེ་བའི་སྐྱོན་དུ་འགྱུར། དེ་འདྲ་ཕྱིན་ཅིག་གསུང་ཡོད་རོ་བ་ལ། བྱས་ཙང་ཁོ་ལུག་རྒྱུད་ཟིང་ངེ་འདི། ད་ང་རང་ཚོ་རྒྱལ་རབས་ཡིན་ནས་འདྲ་འདུག། ཆོས་འབྱུང་ཡིན་ནས་འདྲ་འདུག། ཁོ་ལུག་རྒྱུད་འདི། སོ་སོས་ཀྱིས་ཤེས་དགོས་འདི་གལ་ཆེན་པོ་རེད། འདི་ཤེས་ནས། ཨ་ནི། རྒྱལ་རབས་ཡིན་ནས་འདྲ་འདུག། ཆོས་འབྱུང་ཡིན་ད་ལྟ་ང་ཚོ་ཆོས་འབྱུང་བཤད་པའི་སྐབས་སུ་ལ་ནི་ཆོས་དང་འབྲེལ་བ་ཡོད་དུ་རྩ་ནས་དེའི་ནང་ནས་ཀྱང་ནི་སྔགས་ཀྱི་ཐེག་པ་རྡོ་རྗེ་ཐེག་པ་དང་ད་དེའི་སྐབས་ཀྱི་ནི་ད་ལོ་རྒྱུས་ཀྱི་རིགས་དེ་ཚོ་ང་ཚོ་གསལ་པོ་དང་ཡག་པོ་མ་ཤེས་པ་ཡིན་པ་ཡིན་ན་ནི་སོ་སོས་ཀྱི་སེམས་ལ་དང་བ་འདྲེན་མ་ནུས་བ་ལ་སོགས་པ་ཅིག། ཉེས་པ་འདྲེན་མ་ནུས་བ་ལ་སོགས་པ། ཆོས་རྒྱུད་གང་དང་གང་ཡིན་པ་དེ་ལ་ཡང་ད་ཅིག། གར་སི་བོ་རེ། ད་སོ་སོ། ཅིག། གསལ་བོ་ཅིག་མ་ཆགས་ཡ་ལ་སོགས་པ་དེ་འདྲས་ད་ཡོང་གི་ཡོད་ཙང། ལོ་རྒྱུས་འདི། གཞན་གལ་ཆེན་པོ། ཅིག་མཐོང་ནས་ངས་དེ་རིང་འདུ་བྱེད་ནས་ད། ཁྱེད་རྣམ་པ་ལ་རོབ་ཙམ་གྱིས་མ་ཞུ་ན་བསམ་སོང་སྒྲུབ་པོ་བཀའ་རྒྱུད་བྱུང་སྟངས་བརྗོད་རོགས། སྤྱིར་བཏང་གི་ང་ཚོ་བཀའ་རྒྱུད་ད་ཞུ་དུས་ཙམ་ནས་བཀའ་རྒྱུད་ལ་ད་ཁོ་ང་ཚོ་དེང་སང་འདི་གསེག་རོགས་གཅིག་ད་ངེས་ཚིག་རོགས་ངེས་ཚིག་མང་པོ་ཅིག་ཡོད་རེད་ངེས་ཚིག་གསེག་དུས་ད་ང་ཚོ་དབྱིན་ཇི་ནང་ལོ་ལ Definition གསེག་རོགས་མཚན་ཉིད་འདྲ་པོ་དེ་ད། འོ་འདི་ཅིག་ཞུས་པ་ཡིན་ན་དེ་ནི་བཀའ་བརྒྱུད་སི་ཏུས་ཏཱ། བཀའ་བརྒྱུད་སི་ཏུས་བཀའ་འདི་ཏཱ། སངས་རྒྱས་ཀྱི་བཀའ་ཟེར་ན་མི་འདུག་ཡང་མིན་ན་ང་རང་ཚོ་ད་བཀའ་བརྒྱུད་ཀྱི་ཡོངས་སུ་གྲགས་པའི་གི་དེ་ནི་ཆོས་ཕྱག་རྒྱ་ཆེན་པོ་དང་ནཱ་རོ་ཆོས་དྲུག་ལ་སོགས་པ་དེ་ཚོ་དེ་ནི་བླ་མ་གཅིག་ནས་གཅིག་ནི་མ། བརྒྱུད་བྱེར་བ། བརྒྱུད་པ། རིན་པོ་ཆེ་ནི་ཟམ་མ་ཆད་པར་འདུ་བྱེད་ནི་མ། ཡོངས་བྱེད་ད་གང་ཆོས་ཆོས་ཟབ་མོ་འདི། མ། ད་ལྟ་བར་དུ་རྒྱུན་མ་ཆད་པར་ཡོང་བསྡད་པ། དེ་ལ་བརྟེན་ནས། ད། ཆོས། ཀྱི་ཆེ་བ་དེ། ཚོ། ང་རོ། ཚོ། ཆོས་བརྒྱུད་ལ་མིང་ཐོགས་བྱས། བཀའ། བརྒྱུད། དུ་བྱས་ནས། སུ་ངེས་གཅིག་ཏུ་རུ། དེ་མ་ཡིན་པའི་ཡང་གསུང་དང་གཞན་པ་ཅིག་ལ་བཀར་བརྒྱུད་ཟེར་གི་འདུག། དཀར་རྒྱུ་ཟེར་ཡ་འདི་ད་ང་ཚོ་ད་དཀར་རྒྱུ་པའི་ལུགས་ལ་རི་ཁྲོད་དང་གངས་ཁྲོད་རྣམས་སུ་དེ་ནི་ཕེབས་བྱས་ར་བ་བླ་མེད་ཀྱི་གདམས་པ་དང་བླ་མེད་ཀྱི་དྲུང་ནས་ནི་ནོར་བུ་ཆོས་དྲུག་ལ་སོགས་པ་ཕྱག་རྒྱ་ཆེན་པོ་ལ་སོགས་པ་ཞུས་ཚར་བའི་རྗེས་ལ་ཨ་ནི། སྟ་རེས་ལ་ཡར་ཕེབས་བྱས་དེ་ནས་མཚམས་གནང་གི་ཡོད་རེད་བ། དེ་འདྲ་མཚམས་གནང་དུས་རྩ་ནས་དེ་ནས་གོས་དེ་ཡང་དེ་ནས་གོས་དཀར་དེ་ནས་ང་ཚོ་སྟ་གོས་དཀར་པོ་ཟེར་གི་རེད་བ་ང་ཚོ་དེང་སང་ཡང་སྟ་དེ་འདི་ཟེར་གི་འདུག་རས་རས་ཟེར་གི་རེད་བ་དེ་འདྲའི་དཀར་པོ་དེ་འདྲས་ཨ་ནི་རྐྱང་པ་ཅན་རྣམས་བྱས་དེ་ནས་རེས་ལ་ཡར་སྟ་རི་ཁྲོད་དང་གངས་ཁྲོད་རྣམས་སུ་ཕེབས་ནས་དེ་ནས་སྒོམ་སྐྱོན་གྱི་ཡོད་པ་ཡིན་ཙང་དེ་འདྲའི་ཞེས་དེ་ངེས་འདི་གི་དེ་ནས་འཇུ་བ་དེ་ལ་ཡར་དེ་ནས་ད་དཀར་རྒྱུས། ད་བོ་ཀ་ར་དཀར་དཀར་རྒྱུས། ད་འཇིག་དངོས་ཏེ་བ་བོ་ཀ་ཨ་ཀ་ཀ་རྒྱུས་བྱེད་ར། བ་བོ་ར་ག་ད་ག་ཡོད་ད་རྒྱ་ཤུ་ཤི་རྒྱུ་ད་རྒྱུས་དེ་འདྲ་བྱེད་ན་ད་ཅིག་གསུང་སྲོལ་ཅིག་ཡོད་རེད། དེ་འདྲ་ཅིག་བྱེད་བྱེད། འདི་རེད་དེ་ནི་ང་རང་ཚོ། འབྲུ་བོ་ཀ་རྒྱུས་ཀྱི། དེ་ནི་གསུང་སྲོལ་ལ། དེ་ནི། དཀར་རྒྱུས་ཟེར་ཏེ་ད་བོ་ཀ་ར་དཀར་བྱེད་བ་བོ་ར་ག་ད་ག་ཡོད་ད་རྒྱ་ཤུ་རྒྱུ་ད་རྒྱུས་དེ་ག་འདྲ་ཅིག་ཞུ་དགོས་ར་ཟེར་བ་ཡིན་ན་དཀར་ཟེར་ཏེ། དེ་ནི། སོ་སོའི་གི་རང་ཉིད་ཀྱི་རྩ་བའི་བླ་མ་ལ་ནི་མོས་གུས་དང་དང་བ། ཨ་ནི། ཏ། གཡོ་བ་མེད་པ་ཅིག་དང་དེ་ནི། ཏ། མོས་གུས་དང་དང་བ་འདི་དེ་ནི། དཀར་བོ། རོ། དམ་ཚིག་ལ་གཡོ་བ་མེད་པ་དེ་འདྲས་ཅིག། ཡོད་དེ་ངེད་ཀྱིས་རྒྱུད་པ་རིན་པོ་ཆེ་འདི་ལ་གར་རྒྱུས་དུ་བྱས་ནས་ཡང་གསུང་གི་འདུག་དེ་ནི་དེ་མ་ཡིན་པའི་ཡང་གར་རྒྱུས་དེ་ག་འདྲ་ཅིག་རེད་འབྲུག་པ་བཀའ་བརྒྱུད་ཀྱི་ལོ་ལ་ཡང་ཞིམ་པ་ཅིག་ལ་ང་ཚོ་ད་ནང་ཉམས་ལེན་དང་བག་སྦྱར་བྱེད་དེ་ནི་ཆོས་ཉིད་གཉུག་མའི་གི་དོན་ལ་རྩེ་གཅིག་ཏུ་སྒོམ་དང་དེ་ནི་ཉམས་ལེན་སྣ་ལྔས་ཀྱི་དེའི་བརྗོད་པ་འདི་ལ་ནི་གར་རྒྱུས་འདུ་བྱེད་ན་ད་གང་བྱེད། མཚན་ཉིད་དང་ད་ངེས་ཚིག་ཞུ་ན་དེ་འདྲས་ཅིག་མང་པོ་ཞིག་གསུངས་ཡོད་རེད་བ་ད་དེ་ཚོ་དེ་ཅིག་ཡང་གལ་ཆེན་པོ་འདྲ་བོ་ཅིག་རེད་ད་ཅིག་དེ་ཚོ་ཤེས་པ་ཡིན་ན་ཡག་པོ་རེད་བ་ལ་དེ་འདྲས་ཅིག་སོང་ཙང་ངས་འདུ་བྱེད་ནི་ད། བཀའ་བརྒྱུད་ཀྱི་འབྱུང་ཁུངས་འདྲ་བོ་འདི་ལྟ་ང་རང་ཚོ་རྒྱ་གར་གྱི་གྲུབ་ཐོབ་ཆེན་པོ་ཏི་ལོ་པ་ལ་ཐུག་གི་ཡོད་རེད་བ། ཨ་ནི་ཏི་ལོ་པ་གི་རྣམ་ཐར་ད་རྒྱས་པ་དེ་ངས་ད་ལྟ་ལོགས་སུ་ཅིག་ཞུས་བཞག་ཡོད། ཨ་ནི YouTube ནང་ལ་བཞག་བཞག་ཡོད་དེ་ནས་ཁྱེད་རྣམས་པ་གིས་ཨ་ནི་གཟིགས་གི་གཟིགས་གི་ནང་ན་ཐུག་འདོད་ཡོད་པ་ཡིན་ན། ད་བཀའ་བརྒྱུད་ཀྱི། ད་བླ་མ་གཙོ་བོ་གྲུབ་ཆེན་ད་ལྟ་ཏི་ལོ་པ་ལ་ཐུག་གི་ཡོད་རེད། ཨན་ཏི་ལོ་པ་ཁོང་དུས་རབས་ད་དུས་རབས་བཅུ་པའི་གི་མཇུག་དང་ཨ་ནི་བཅུ་གཅིག་པའི་གི་འགོ་སྟོད་ལ་དེ་འདྲ་བྱིན་ཆུང་པ་ཅིག་དེ་འདྲ་ཅིག་བསད་གི་འདུག་རོ། དེ་འདྲ་ཅིག་རེད་ཤག་ད། ཁོང་ཨ་ནི་ད་རྒྱ་གར་ལ་བཞུགས་པའི་སྐབས་སུ་ལ་གྲུབ་ཐོབ་རང་གནང་བྱས་འདུག་ད་གྲུབ་ཐོབ་རང་ཕྱག་གནང་བྱས་ད།

ད་གསང་བ་འདུས་པ་དང་དེ་ནས་རྒྱུད་མ་ཧཱ་མ་ཡ་ལ་སོགས་པ་ད་ང་ཚོ་བཀའ་བརྒྱུད་ཀྱི་ད་ད་གདམས་པ་ཟེར་ན་མི་འདུག་སྔགས་ཀྱི་སྐོར་དེ་གའི་ཆ་ཚང་དེ་ཁོང་གིས་ནི་ཁོང་རྣམ་པ་ཙམ་ནས་ཞུས་བྱས། ཨ་ནི་ཉམས་ལེན་གཅིག་ཏུ་བསྒྲིལ་གནང་ནས་ཨ་ནི་ཉམས་སུ་བཞེས་རྗེས་གང་ཅི་ཁོང་གྲུབ་པ་ཐོབ་རོ། གྲུབ་པ་ཐོབ་པའི་རྗེས་ལ་དེ་ནི་ཁོང་གིས་གསུང་ཡ་ལ་ང་ལ་མི་ཡི་བླ་མ་མེད། ང་ཡི་བླ་མ་ཐམས་ཅད་མཁྱེན། འོ་དེ་འདྲ་བྱས་ནས་གསུངས་ཡོད་རེད། དེ་འདྲ་ཡིན་རྒྱུ་རྩ་ནས། མིའི་བླ་མ་མེད་གསུངས་ཡོད་རྟགས་ཡིན་རྒྱུ། ཁོང་རྟགས་འོག་མིན་ལ་ཡ་ཕེད་ཅེས་རྡོ་རྗེ་འཆང་དང་ལྷན་དུ་ལ་ནི་མི་དང་མི་ཐུ་བ་ན་ཞིག་བྱས་ནས་བཀའ་མོལ་གནང་ཆེད་ཆོས་འདི་ཚོ་ཞུས་ཡིན། དེ་འདྲ་ཅིག་རྟགས་གསུང་སྲོལ་ཅིག་འདུག་རོ། དེ་འདྲ་རེད་ཤག་དེ་ནི། རྟགས་ཁོང་གིས། གང་བྱས་བཀའ་བརྒྱུད་ཀྱི་སྲོལ་འདྲ་བོ་འདི་ད་བྱ་ག་ལ་ཐོག་མ་ད་ཅིག་བསྟོད། སྲོལ་བསྟོད་པ་ཟེར་ན་མི་འདུག་དེ་འདྲ་ཅིག་མགོ་བཙུགས་གནང་བྱས། དེ་ནས་ཁོང་ནས་མ་ད། ནི། བླ་མ་གཉིས་པ་འདྲ་བོ་དེ་དེ་ནི། པན་ཆེན་ནཱ་རོ་པཱ། རྒྱ་གར་གྱི་པན་ཆེན་ཡིན་མིན་གྲུབ་ཆེན་ནཱ་རོ་པཱ་དེ་འདྲ་ཅིག་ད་བསམ་གྱིས་མི་ཁྱབ་པ་ཅིག། ད་བཤད་སྒྲུབ་གཉིས་ལྡན་གྱི་སྐྱེས་བུ། རེ་བ། ནི། ཅིག།

ཕེ་ངེ་གས་ནི་ཆོས་ཀྱི་རྟ་ངེ་གས་ཞུ་གོ་འདུག་ད་འདི་སུ་ལ་ཞུ་གོ་ཡོད་ན་ཁོ་རང་ཅིག་ལྟ། དེ་འདྲའི་བསམ་བློ་འདྲ་བོ་ཅིག་བཏང་ནས་ཞུགས་པའི་སྐབས་སུ་ལ་དེ་ནི་ཐེངས་མ་གཅིག་ནམ་མཁའ་ལ་ཡ་དེ་ནི་མཁའ་འགྲོ་མ་དེ་ནི་ཅིག་ཕེབས་ཕྱིར་རོ། མཁའ་འགྲོ་མ་དེ་གིས་དེ་ནི་ཁྱོད་རང་ཚིག་བཤད་ཚིག་བཤད་ཀྱི་ཡོད་བས་དོན་བཤད་ཀྱི་ཡོད་བས་སྐད་ཆ་དྲིས་དུས་རྩ་ནས་ནི་ཁོ་རང་གི་ན་རོ་པས་གིས་ངས་ཚིག་བཤད་ཀྱི་ཡོད་ཟེར་ཡ་ལན་རྒྱབ་དུས་རྩ་ནས་དེ་ནི་དེ་མཁའ་འགྲོ་མ་དེ་ཞུ་ཅིག་ལྟ་དགའ་བྱས་དེ་ནི།

སོ་སོ་གི་རྒྱུད་ཀྱི་ནི། འདི་ལྟ་གང་ཅི་རྟོགས་པ། རྒྱུད་ལ་འཁྲུངས་མི་འདུག་འདི་སྲིད་ཀྱི་རོ། ཨན་ད་ན་རོ་དཔལ་གྱི། དེ་འདྲ་ཡིན་ན་དེ་ནི་ངེད་ཀྱི་ད་ཅིག་གི་དེ་འདྲའི། སེམས་ལ་ཕན་པ་དེ་ནི། སོ་སོ་རྒྱུད་ལ་ཡང་རྟོགས་པ་སྐྱེ་གི་ཆོས། དེ་འདྲི་ཅིག་ད་ཞུ་གོ་འུ་ཐུག་ད་དེ་སུ་ལ་ཞུ་ན་ཡག་གི་རེད་ཟེར་མཁའ་འགྲོ་མ་དེ་ལ་བཀའ་འདྲི་ཞུ་དུས་ཙང་ནས་ཨོ་དེ་ནི། དེ་ངེད་ཀྱི་དེ་ནི། མིང་པོ་ཟེར་གི་རོགས་ཨ་ད་ངེད་ཀྱི་ད་ཅོ་ཅོ་ཟེར་ནམ་དེ་འདྲི། དྲི་ཡོད་འདི་ལ་ཞུ་ན་ནི་ཁྱེད་རང། ཁོ་རང་ཙ་ལ་འགྲོ་ཞོགས། ཁོ་རང་གི་མིང་ལ་ཡ་ཏི་ལོ་ཟེར་གི་རེད་ཏི་ལོ་པ་ཏི་ལོ་པ་ཞུ་གི་རེད་དེ་ནི་ཁྱོད་རང། དེའི་ཚ་ལ་འགྲོ་དང་དེ་ཁོང་བང་ག་ལ། West Bengal། དང་ཡང་མིན་ན East Bengal རོ་ཤར་བང་ག་ལ་ཕྱོགས་ལ་ནི་ཡོད་རེད་ཁྱེད་རང། ཕ་ཅིག་འགྲོ་དང་དེ་ནི། དུ་བྱས་ནས་ལྟ། དེ་ནི། ལྟ་གང་བྱས། ཆོས་དེ་ཚོ་ཞུས་ན་ནི་ཁོང་ར་ཙག་ལ་ཕ། འགྲོ་གོ་རེད་ཟེར་མཁའ་འགྲོ་མ་དེ་གིས་ལུང་བསྟན་བྱས་གནང་བྱས་དེ་ནི་མཁའ་འགྲོ་མ་དེ་ནི་ནམ་མཁའ་ལ་ཕ་ཡས་འགྲོ་རེད་ལྟ།

འདི་ལྟ་ཡིན་གྱི་མ་རེད་ཟེར་ཁོ་རང་སེམས་ལ་དོགས་པ་འདྲ་བོ་ཞིག་ཟ་བྱས་ཡིན་ནས་ད་ཁོ་རང། སྐད་ཆ་དྲི་འདོད་འདྲ་ཅིག་ལངས་བྱས་དེ་ནི། ཨ་ནི་ཁྱེད་རང་གི་མཚན་ལ་ནི་ཏི་ལོ་པ་རེད་བས་ཟེར་སྐད་ཆ། དྲིས་གནང་ཡིན་ས་རེད་དེ་དྲིས་གནང་དུས་ཙང་ནས་དེ་ནི། གྲུབ། ད་ཁོང་གྲུབ་ཐོབ་ཏི་ལོ་པ་ཡིན་ས་རུ། ཁོང་གིས་དེ་ནི། ཉག་གི་མགོ་འདི་ཆོད། ཉག་གསོན་པོ་གི་མགོ་འདི་ཆོད་དེ་ཉག་འདི་མ་འཁྱུད་མ་གཡུག། དེ་ནི། སེ་གོལ་གཅིག་བཏབ་དུས་བཙལ་ནས་ནི། སེ་གོལ་ང་ཚོས་བསྡུ་སྟབས་བཙལ་ནས་དེ་ནི་ཉག་གི་ཡང། སྔར་གྱི་སུ་ནང་བཞིན། སུ་བྱུང་བྱས་དེ་ནི་ཆུ་ནང་ལ་ཡང་གསོན་པོ། རང་ཅག་ཕྱག་བྱེད་དུ་ཕྱིར་ནི་མ། འགྲོ་བས་ལ་སོགས་པ་ལྟར་གྲུབ་རྟགས་འདྲ་པོ་སྟོན། གནང་ཡིན་སར་འདི་གནང་དུས་བཙལ་ནས་ནི། ད་ནཱ་རོ་པས་ཀྱི།

ལོ་བཅུ་གཉིས་དང་ག་ད་ཟླ་བ་ག་ཚོད་ཡིན་ན་ཅིག་ཞུ་བྱས། དཀའ་སྡུག་ཞུ་བྱས་གནང་ར་ད་དཀའ་ཐུབ་དཀའ་ཐུབ་ཟེར་བ་ལ་ང་ཚོ་དཀའ་བ་ཞུ་བྱས་བྱས་གནང་བྱས་མཐའ་མ་མཐའ་མ་དེ་ལ་དེ་ནི། འདི་ལོ་བས་ཀྱི་དེ་ནི་ཁོང་ལ་གང་བྱས་ཉི་མ་ཅིག་དེ་ནི་ཐང་སྟོང་པ་ཅིག་ལ་ཁྲིད་གནང་བྱས་དེ་ནི།

ཡ། ད་ཅིག་དྲན་པ་ལས་ཡ་སོད་བྱས། ནས། སོད་པ་རེད། ད་འདི་སོད་པའི་སྐབས་སུ་ལ་དེ་ནི། ཏི་ལུ་པའི་གི་ཐུགས་རྒྱུད་ལ་ཡོད་པའི་གི་ནི་ཉམས་དང་རྟོགས་པ། དག་ནས་བཞིན་གྱི་ད་ཆོས་ལ་སོགས་པ་ག་རེ་ཡོད་པ་ཡིན་པ་ཐམས་ཅད་དེ་ནི། ནཱ་རོ་པ་ཁོ་རང་གི་ནི་རྒྱུད་ལ་ནི་བཤད་འདི་ཡོད་རེད། ཐམས་ཅད་ཁོང་གི་ནི། ད་གང་ཅི་རྟོགས་བྱས་དེ་ནི་ཁོ་རང་དང། དེ་ནི་བླ་མའི་རྒྱུད་ལ་ཡོད་པའི་རྟོག་པ་དང་ཁོ་རང་གི་རྒྱུད་ལ་ཡོད་པའི་རྟོག་པ་འདི་གཉིས་ལ་དབྱེ་བ་རྩ་ནས་མེད་པ་དེ་འདྲ་ཅིག་གྱུར་ནས་དེ་ནི་ད་གང་ཅི་གྲུབ་སྟོབས་ཆེན་པོ་ཅིག་ལ་བར་འགྱུར་འགྲོ་རེད། དེ་ནས་བཟུང་སྟེ་ནཱ་རོ་པ། མཚན་ཁོ་རང་ནཱ་རོ་པ་ཟེར་བ་དེ་འདྲ་ཞིག་ནས་ཐོབ་རེད། ད་གང་ཅི་དེ་འདྲ་ཅིག་རེད་ད་ལོ་རྒྱུས་མདོར་བསྡུས་ཅིག་ཞུས་པ་ཡིན་ན་དེ་འདྲ་ཅིག་རེད། གང་ཅི་ཁོང་གིས་དེ་ལ་ཡང། ཅི་ལྟ། དེ་ལུས་པའི་དྲུང་ནས་འདུ་བྱས་ནས་ཆོས་འདི་ཐམས་ཅད་ལྟ། ཁོ་རང་ལ་ཐོབ་སྣང་ཆེ་འདི་འདྲ་ཅི་བྱུང་ཤ། ལྟ་དེ་འདི་འདྲའི་མདོར་བསྡུས་འདྲ་བོ་ཅི་རེད། དེ་ལྟ། ན་རོ་པན་ཆེན་ཁོང་ལ་ལྟ། སློབ་མའི་གཙོ་བོ་འདྲ་བོ་འདི་དེ་ནས་ལྟ། ང་ཚོ་སྒྲ་འགྱུར་གྱི་མར་པ་ལོ་ཙཱ་བ་རེད། སྒྲ་འགྱུར་གྱི་མར་པ་ལོ་ཙཱ་བ་འདི་ང་རང་ཚོ་བོད་པ་ཅིག་རེད། བོད་པ། ད་དེང་གནས་ལ་ནཱ་རོ་པ་དང་ཏི་ལོ་པ་ཁོང་རྣམ་པ་རྒྱ་གར་རེད་དོ། རྒྱ་གར་གྱི་མི་ཆེ། ནི། མ་པར་ལོ་ཙཱ་བ་ཁོང། ནི། བོད་ནས་ད་རྒྱ་གར་ལ་ལན་གསུམ་ལ་སོགས་པ། དེ་འདྲ་ཕེབས་གནང་ནས་ནི། གང་ཅི། ད། གཡང་ཀ་བ་མང་པོ་ཞུ་ཅིག་ཁོང་གི་དེ་འདྲ་ཅིག་ད་དཔྱད་བྱེད་རོ། རྒྱ་གར་ལ་ཕེབས། རྒྱ་གར་ལ་ཕེབས་ནས་དེ་ནས་ནཱ་རོ་པའི་ནཱ་རོ་པ་དང་མཇལ། ནཱ་རོ་པ་དང་མཇལ་ནས་ནཱ་རོ་པའི་དྲུང་ནས་དེ་ནས་ཆོས་བཏགས། བཀའ་བརྒྱུད་ཀྱི་ཆོས་དེ་གའི་དེ་ཆ་ཚང་ཁོང་གིས་ཞུས་ནས་དེ་ནས་མ་བསྒྱུར་བྱས་ར་བ་སྔགས་དང་རྟགས་སྔགས་ཀྱི་ཆོས། སྔགས་གསར་མའི་གི་ཆོས་མང་པོ་ཞིག་མ་བསྒྱུར་ནའང་དེ་ནས། བོད་ལ་ཕར་རྣམ་འཕེལ་བྱེད་གང་ཆེ་ཁོང་ཧང་སང་ཡས་ཀྱི་ཆུང་ར་བ། ཁོང་འཁྲུངས་ས་དེ་ད་ལྟ་ང་ཚོ་ད་ལྷོ་བྲག་ར་བ་ལྷོ་བྲག་བོད་ལྷོ་ངོ་ཕྱོགས་ཀྱི་ལྷོ་བྲག་སའི་གི་ལུང་པ་དེ་ལ་འཁྲུངས་ཏེ་ད་མར་པ་ལོ་ཙཱ་བ་དེ་འཁྲུངས་ལོ་དེ་ད་གཅིག་སྟོང་བརྒྱ་མེད་བཅུ་གཉིས་ནས་གཅིག་སྟོང་དེ་ནི་དགུ་བཅུ་དགུ་བདུན་ད་བ་ཅིག་བར་དོ་ལ་དེ་འདྲེ་ཅིག་ཁོང་ད་བཞུགས་གནང་འདུག་ད་དེ་འདྲེ་ཅིག་བཞུགས་གནང་བྱས་དེ་འདྲེ་ཅིག་གི་སྐབས་སུ་ད་ཁོང་བྱུང་གནང་རེད་དེ།

སྙིང་པོ་མ་མ་ཡས། དེ་ནི་བདེན་བཞིའི་རྒྱུད་ལ་སོགས་པ། དེ་ཚོ་ཚང་མ་དེ་ནི། ཁོང་གིས་ད་ཞུས་པ་ཙམ་མ་རེད་ད་ཁོང་གིས་དཔེ། གར་སོ་བར་ད་ཅིག། དེང་སང་ད་མ་བཟོས་ན་ང་ཚོས་ཀྱིས་དེ་ལ་ཞིབ་འཇུག་འདྲ་པོ་ཅིག་གནང་ཕྱིན་མ་ཆ་ཚང་མ། ནི་རྩ་ནས་ནོར་འཁྲུལ་རྩ་ནས་མེད་པ་མ། ད་མི་ཁོ་རང་མི་གཅིག་གིས་རེད་བ་ད། མི་གཅིག་གིས་དེ་ནི་དོན་འདི་ཕྱིར་ནས་དཀའ་བ་སྐྱོན་ཆེ་དེ་ནི། ཁྲིད་རྒྱུན་དང་ད་ལུང་རྒྱུན་དང་དེ་ནས་དབང་རྒྱུན་དང། དེ་ཚོ་ཚང་མ་ད་ཁ་ཆེ་བཤད་རྒྱུ་དང་ནི་ད་སྒྲུབ་རྒྱུད་ཟེར་བ་རོ། དེ་ཚོ་ཚང་མ་དེ་ནི་ཁོང་གི་ད་ཅིག་ག་ཟེར་བ་རོ་ད་ཆ་ཚང་བ་འདྲ་བོ་ཆ་ཚང་ཅིག་དེ་ནི།

ཧ་ལམ་དེའི་སྐབས་སུ་ཁོ་རང་གིས་ད། ཁོ་རང་ད་དུས་རབས་བཅུ་གཉིས། གོང་ད་དུས་རབས་བཅུ་གཅིག་འདྲ་པོ་ཅི་རེད་དོ། རེད་དུས་རབས། བཅུ་གཅིག་འདྲ་པོ་ཅི་ནང་ད། ཆུང་དེ་ངེད་ཀྱི་བླ་མ། ད་བསམ་གྱིས་མི་ཁྱབ་པ་ཅིག་དེ་འདྲི་ཅིག་གིས། དེ་ནས། བྱུང་ཞག་དེ་ནས། ད་གང་ཆེ་ཁོང་གི་ཡ་ནས། ད། སློབ་མ། གཙོ་བོ་འདྲ་པོ་དེ་ནས། སློབ་མ། བཞི་འདྲ་པོ་ཅིག་བྱུང་འདུག་བ། སློབ་མ་བཞི་དེ་དེ་ནས་སུ་དང་སུ་རེད་ཞུས་པ་ཡིན་པ་ཡིན་ན། དེ་ནས་སློབ་མ་དང་པོ་དེ་ལ་དེ་ནི་འདིར་བཞག་ད་ལྟ་ང་ཚོ་རྔོག་སྟོན་ཤེས་རབ་ཞུས་རོགས། རྔོག་སྟོན་ཤེས་རབ་བླ་མ་རྔོག་སྟོན་ཟེར་རོགས། གཞུང་གི་རྔོག་སྟོན་ཤེས་རབ་གཞུང་ཟེར་དེ་ད་ལྟ་ང་ཚོ་བོད་དབུས་གཙང་ནང་དེ་འདྲ་བྱིན་ཟེར་གཞུང་གི་རྔོག་སྟོན་ཤེས་རབ། དེ་ཧ་ན་གཞན་གྱི་གདོང་གི་ཡ་ནི་ཚུར་སྟོན་དབང་མོས།

ཁུངས་མ་བཏུས་ན་ནི། ད་ཧ་ལམ་ཧ་ལམ་ཀ་ཁག་པོ་འདྲ་བོ་ཅིག་རེད། དེ་འདྲ་ཡིན་དུས་ཙཱ་ནས་བོད་སྔགས་གསར་རྨེད་ཀྱི་ལུགས་ཐམས་ཅད་དེ་ནི། གང་བྱེད། ད་ཁོང་ལ་ད་འབྲེལ་བ་ཅིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས་ཙཱ་ནས་དཔེ་མི་སྲིད་ཀི་དེ་ནི། བོད་ཡོངས་རྫོགས་ལ་དེ་ནི་ཧ་ཅང་གི་བཀའ་དྲིན་ཆེན་པོར་བ། དེ་འདྲ་ཅིག་རེད་ཞུ་ཡིན། ད་ཁོང་གིས་ཆོས་དེ་ག་དེ་ག་འདྲ་ཟེར་གྱི་རེད་ནས་དེ་ནས་ད་མ་སྤེལ་གནང་རེད་ཞུས་པ་ཡིན་ན་ཁོང་གིས་དེ་ནས་ད་ལྟ་རྔོག་ཆུ་བོ་རྡོ་རྗེ་ལ་དེ་ནས་ཀྱེ་རྡོར་དང་མ་མ་ཡ་གི་གདམས་པ་འདི་ཚོ་ཕར་གནང་རེད་ད་ཀྱེ་རྡོར་ཟེར་གི་རེད་བ་ཀྱེ་རྡོར་རྗེ་དེ་ནས་མ་མ་ཡ་ཟེར།

མེ་སྟོན་ཆེན་པོ་ལ་གར་གནང་རེ་ཞུས་པ་ཡིན་ན་འདེམས་མཆོག་དང་ནི་དགྱེས་པ་རྡོ་རྗེ་དེ་ཡང་ནི་ཞིང་གི་གསང་བ་འདུས་པ་རེད་བ་དེ་ཚོ་གསུམ་དེ་དེ་ནི་ཁོང་གིས་མེ་སྟོན་ཆེན་པོ་ལ་གནང་རེ་ད་མེ་སྟོན་ཚོམ་པོ་ཡི་ཞུགས་འདུག་མེ་སྟོན་ཆེན་པོ་ཡི་ཞུགས་འདུག་དེ་འདྲ་ཅིག་ཁོང་ལ་ད་ལོ་མ་གཉིས་པ་དེ་ལ་དེ་འདྲ་ཅིག་གནང་རེ་དེ་ནི་ཁོང་གིས་ཚུར་སྟོན་དབང་ངེ་ལ་ཚུར་སྟོན་དབང་ངེ་ལ་ག་རེ་གནང་རེ་ཞུས་པ་ཡིན་ན་དེ་ནི་གསང་བ་འདུས་པ་གསང་བ་འདུས་པ་དང་དེ་ནི་ད་ལུགས་གསུམ་གྱི་རྒྱུད་ལ་སོགས་པ་རེད་བ

དེ་འདྲི་བྱས་ནས་ཉམས་བཞེས་གནང་ནས་ཚེ་གཅིག་ལ་སྒྲུབ་པ། ཐོབ་པ་དེ་འདྲི་གཅིག་ཚེ་གཅིག་ལ་སངས་རྒྱ་བར་རོ། ཨོ་དེ་འདྲ་ཡིན་དུ་ཟ་ནས་མི་ལ་རོལ་པ་འདི་དེ་ནི་ཧང་སངས་ཡས་ཀྱིས་དེ་ནི་ད་བླ་མ་རྩ་ཆེན་པོ་གཅིག་དེ་འདྲི་གཅིག། ད་བོད་གངས་ཅན་གྱི་ལྗོངས་ལ་དེ་ནི། ཁར་ཤོར་བར་ད། མི་ལ་རེད་པ་ཟེར་དུས་དེ་ནི་ད།

མི་ལ་རས་པ། ད་ཁོང་ཆུང་ཆུང་ག་ནས་ཡང་པཱ་ལགས་དེ་ཤག་དེ་ནས་པཱ་ལགས་ཤག་དུས་ཙམ་ནས་དེ་ནས་ཁོ་རང་གི་ད་སྲིང་མོ་དང་ཨ་ནི་ཨ་མ་བྱས་ཨ་ནི་ཁོ་རང་དཀའ་ངལ་ཞེ་བོ་ཅིག་ད་འཕྲད་ཤེས་རོ། ཨ་ནི་ཨ་ཁུ་དང་ཨ་ནེ་གི་སྡུག་པོ་ཞེ་བོ་ཅིག་བཏང་རྗེས་གང་རྗེས་ཁོང་ཕྱིས་སུ་དེ་ནས་མཐུ་ལ་སོགས་པ་སྦྱངས་དེ་ནས་མི་ལ་ད་མཐུ་བཏང་ནས་དེ་ནས་ཨ་ཁུ་དང་ཨ་ནེ་ལ་སོགས་པ་དེ་ཚོ་ལ་ད་ཅིག་དགྲ་ཤ་དྲག་ཅིག་ལེན་ནས་དེ་ནས་གནང་ནས་དེ་ནས་སྡིག་པ་མང་པོ་ཞིག་བསགས། སྡིག་པ་དེ་ཡི་དག་བཤགས་བག་གི་ཆེད་དུ་ལ་དེ་ནི་ཕྱིས་སུ་ཕྱིས་སུ་དེ་ནི། མ་བ་ལ་རྫོགས་ཀྱི་མཚན། ཐོས་པ་ཙམ་གྱིས་དེ་ནི། དེ་ནི་ལུས་ཀྱི་བ་སྤུ་ལྡང་བ་ལ་སོགས་པ་རོ། སེམས་ལ་དེ་ནི། གཅིག་མིག་ནི་མཆི་མ་བཙའ་བ་ལ་སོགས་པ་དང་གཅིག་ངར་འཛུལ་ཏེ། བླ་མ་སོ་སོས་ཀྱི་ལས་དང་སྐལ་བ་དང་ལྡན་མེད་ཀྱི། བླ་མེད་ཀྱི་དག། ཚེ་མཐོ་བ་ལ་སོགས་པ་བླ་མ་དེ་རྗེས་ཡོང་དུས་རྩ་ནས་དེ་ནི་དངོས་གནས་དྲ་གནས་ཀྱི་སེམས་ལ་གཡོ་སྒྱུལ་ཆེན་པོ་ཞིག་ཐེབས་ཀྱི་ཡོད་རོ། ཐེབས་ཀྱི་ཡོད་དུས་རྩ་ནས་དེ་ནི་ཁོ། གང་རྗེས། མ་བ་ལ་རྫོ་བའི་ཀུན་བཏུས་ལ་བཅར་ནས་དེ་ནི། ད། མ་བ་ལ་རྫོ་བ་དང་པོ་ཆོས་དེ་རྩ་ནས་ཁོ་རང་ལ། མ། ད། གནང་ཡོད་མ་རེད། ད། མ་གནང་ཡང་དེ། རྒྱུ་མཚན་ཡོད་རེད་ཁོང་ད་སྡིག་པ་ཆེན་པོ་ཡིན་དུས་རྩ་ནས། མི། ད་གང་རྗེས་མང་པོ་ཅིག་ཁོང་གི་མཐུ་བསྐྱོན་རྗེས་སད་པ་རོ། དེ།

དང། བོད་གངས་ཅན་གྱི་ལྗོངས་ལ་ཧ་ཅང་གི་ཁོང་མི་ལ་མི་ལས་ཀྱི་མཚན་སྙན་གྲགས་འདི་གི་དེ་ནི་ད་ད་ཁ་ཆེ། མཐོ་དམན་བར་གསུམ་གྱི་ད་ད་སྐྱེ་བོ་སུ་འདྲ་ཅིག་གི་དེ་ནི་ཁོང་གི་མཚན་ཐོས་པ་ཙམ་གྱི་དེ་ནི་གཅིག་གི་ཆོས་ལ་གཅིག། བྱུང་འདོད་ལངས་ཡང་ཆོས་ལ་གཅིག། ད་སྙིང་པོ་ལོན་པར་བྱེད་དེ་འདྲའི་གཅིག། བྱུང་རུ་བ་དེ་ཚོ་ད་ལོ་རྒྱུས་ཀྱི་ཐོག་ནས་ད། ཁོ་ད་གསལ་བོ་རུ་བ་དེ་འདྲ་བྱེད་བྱེད་ད་མི་ལ། མི་ལ་རེ་བ་དེ་འདྲ་བྱེད་བྱེད། བྱུང་བ་རེད། དེ་ནི་ད་མི་ལ་རས་པ། མི་ལ་རས་པ་གིས་དེ་ནི། མ་ད་ཅིག་སློབ་མ་འདྲ་བོ་དེ། ཨ་ནི། ང་ཚོ། དྭགས་པོ་རིན་པོ་ཆེ་དང། ཨ་ནི་སློབ་མ་གཉིས་བྱུང་བ་རེད། དེ་སློབ་མ་ཉི་ཟླ་འདྲ་བ། ཉི་མ་འདྲ་བ་དེ་ད་སློབ་མ་ཉི་མ་དང་འདྲ་བ་དེ་ནི། སྒམ་པོ་པ་ཆེ། ཟླ་བ་དང་འདྲ་བ་དེ་དེ་ནི་རས་ཆུང་པ། དེ་འདྲ་ཞིག་བྱུང་བ་ཡིན་ས་རེད། ད་རས་ཆུང་པ་དེ་ཏེས་ཅིག་ཐུག།

བཅུ་གཅིག་གི་སྨད་དང་བཅུ་གཉིས་ཀྱི་ད་ལྟོས་འདྲ་བ་དེ་འདྲ་ཅིག་ལ་བྱུང་འདུག་ད་ཁོང་གི་མཚན་ལ་ཡང་མཚན་གྱི་རྣམ་གྲངས་ཐོག་མ་ཁོང་གི་མཚན་ལ་འདི་བཞུགས་ཡོད་ས་རེད། དྭགས་པོ་ལྷ་རྗེ་བཞུགས་ཡོད་ས་དྭགས་པོ་ལྷ་རྗེ་བཞུགས་དགོས་དེ་ག་རེ་ཟེར་ན་ཁོང་སྔོན་མ་དང་པོ་ཨམ་ཆི་རེད་འདུག་ད་ཨམ་ཆི་ནང་ཆེ།

དཀའ་ངལ་མང་པོ་ཅིག་འཕྲད་ཡིན་ས་རེད་རོ། དེ་འདྲ་ཅིག་དཀའ་ངལ་མང་པོ་ཅིག་འཕྲད་ཤག་ད་དེ་དཀའ་ངལ་འཕྲད་སྟངས་དེ་ག་རེ་རེད་ཞུས་པ་ཡིན་ན་ཁོང་གིས་ད། ད། སྐྱིད་མེད་འདི་ད་ནད་ཚབས་ཆེན་པོ་ཅིག་གིས་ད་བཏབ་ནས་རོ། དཔེ་ད་ཤི་ཤི་ཁ་ལྷ་ཁ་འདྲ་པོ་ད་ཤི་ཡས་མ་ཤི་དེ་འདྲས་ཕྱིན་ནས་དེ་ནས།

དེ་འདྲ་བྱས་ནས་ལྷག་དགོས་ཏེ་ད་རྒྱུ་མཚན་ག་རེད་ཟེར། ཉི་མ་གཅིག་གིས་ཁོང་གིས་སྐད་ཆ་དྲིས་ཡིན་ཟེར། སྐད་ཆ་དྲིས་དུས་ཙམ་ནས་དེ་ནས་སྐྱེས་དམན་དེ་གིས། ད་ང། ཅི་སྟངས་ད། ཅིག། སེམས་ཁྲལ་ཅིག་འདུག་ཟེར་བ། སེམས་ཁྲལ་དེ་ག་རེ་འདུག་ཟེར་ན་ད་གལ་སྲིད་ད་ང་ཤི་བ་ཡིན་ན། ཁྱོད་རང་གིས། སྐྱེས་དམན་ཡང་གསར་བ་ཅིག་ལེན་གི་རེད། སྐྱེས་དམན་གསར་བ་ཅིག་ལེན་པ་ཡིན་ན་དེ་ནས་ཁྱོད་རང་ལ་དེ་ནས་ཡང།

ནས། ད་ཁྱེད་རང། གལ་སྲིད་ཁྱེད་རང་ཤི་བ་ཡིན་ན་དེ་ནི་ངེད་ཀྱི་སྐྱེ་མེད་གསར་བ་རྩ་ནས་ནི་ལེན་གྱི་མེད་ཅེས་ཅེས་ཁོང་གིས་ཁོང་ལ། ད་སྐྱེ་མེད་འདི་ལ་དམ་བཅའ་འདྲ་པོ་ཅིག་བཞག་ཅེས་བཞག་དུས་རྩ་ནས་དེ་ནི་སྐྱེ་མེད་འདི་གྲོངས། སྐྱེ་མེད་འདི་གྲོངས་ཚར་བའི་རྗེས་ལ། དེ་ནི་ཀྱེ་མའི། དེའི་གྲོང་ཚོ་དེ་ཁོ་རང་ལ་སྤུ་བོ་གཉིས་འདྲ་བོ་བྱོས་ཡོད་ས་རེད་བུ་གཅིག་དེ་བུ་མོ་འདྲ་བོ་དེ་འདྲ་བྱས་ཡོད་ས་རེད་བ། དེ་ནས་ཡང་བུ་གཅིག་དེ་ནད་ཀྱིས་ཟིན། བུ་དེ་ནད་ཟིན་དུས་ཙཱ་ནི་བུ་དེ་ནད་ཟིན་ནས་ནི་ཕྱིས་སུ་ནད་ཀྱིས་ད། ཡང་ཅིག། བུ་དེ་གྲོངས། བུ་དེ་གྲོངས་ནས་དུད་འགྲོ་ལ་སྐྱེས། དུད་འགྲོ་ལ་སྐྱེས་བྱས་ཡང་ཚུར་ལོག་འོང་དུས་ཙཱ་ནི་ཡང། དེ་གར་ཞུགས་བ་རེད། བུ་མོ་དེ། ན་བྱེད་ཡང་བུ་མོ་དེའི་རྩ་ནས་ཁོ་ན་ནད་ཚབས་ཆེན་པོ་ཅིག་གིས་མནར་བྱེད་དེ་ནི་ཡང་བུ་མོ་དེ་གྲོངས། ད་གང་བྱེད་འདུག་བྱས་ནས་ཁོ་རང་པས་དཀའ་ངལ་ཆེན་པོ་ཅིག་འཕྲད་བྱེད་དེ་ནི། ཨ་ཙི་ཙི་བདག་འདི། ད། འཁོར་བ་སེང་ངེ་འདི་ལ་དེ་ནི་སྡུག་བསྔལ་མ་གཏོགས་ཅིག་གིས་བདེ་བ། ཨ་ནི། རྩེད་མོ་ཙམ་ཡང་མི་འདུག། ད་བདེ་བ་ཁབ་ཀྱི་རྩེད་མོ་ཙམ་ཡང་མི་འདུག་དེ་ནི། ད་ངེད་ཀྱིས་ཁྱོད། ཡང་དག་པ་ཅིག་མ་བྱས་ན་རྩ་ནས་ཁོ་ར་ཡོང་ས་མ་རེད་དགོངས་ནས་དེ་ནས་དགོངས། ཆོས་སྣང་ཡང་གི་དང་ཐུགས་ཀྱི་དམ་བཅའ་གྲོགས་ཅིག་གནང་བྱས། དེ་ནས་ཐོག་ཐོག་མ་དེ་ནས་ཁོ་བཀའ་གདམས་བཀའ་གདམས་པའི་གི་དང་བླ་མ་བསྟེན་གནང་རོགས་བཀའ་གདམས་པའི་བླ་མ་བསྟེན་ནས་དང་ལམ་རིམ་ལ་སོགས་པ་དེ་ཚོ་སྦྱངས་གནང་འདུག་བྱས་ནས་དང་བཀའ་གདམས་ཀྱི་ཆོས་མང་པོ་ཅིག་ཁོང་གིས་དང་ཧ་ལམ་ཧ་ལམ་ཁོང་གིས་ཚང་མ་ཞུས་ཡིན་ས་རེད་བཀའ་གདམས་ཀྱི་ཆོས་དེ་ཚང་མ་ཞུས་དེ་ཚོ་ལ་དང་ཁོ་རང་མཁས་པ་ཡིན་འདུག་ས་ནས་ལམ་སང་ནི་ཁོ་རང་མཁྱེན་བྱས་རོགས། སྔོན་མ་གི་བག་ཆགས་བཟང་པོ་ཡོད་དེ་ཙམ་ནས་ཆོས་འདི་ཚོ་ཚང་མ་དེ་ནས་ཐུགས་ལ་འཁྲུངས་བྱས་དེ་ནས་ཡག་པོ་བྱུང་ཡོད་ས་རེད། དེ་འདྲས་ཡིན་པ་ཡིན་ན་ཡང་དེ་ནས་ད་ཁོང་གར་ཞུ་བ་རེད། རེད་རེད་དེ་ནས་ཁོང་ཉི་མ་གཅིག་ཏུ་བྱིན་ད་དགོན་པ། ཁོ་རང་ད་ལྟ་བཞུགས་སའི་དགོན་པ་དེ་ལ་དུ་བྱིན་སྐོར་ར་བསྐྱོན་ནས་ཡར་མ། ད་སྐོར་ར་སྐོར་ར་ལ་ཕེབས་ཞབས་སྒོར་ཕེབས་ཡོད་ཟེར་བ་ཞབས་སྒོར་ཕེབས་པའི་སྐབས་སུ་ལ། ནི། དཔའ་མགོ་གསུམ་ཕྱི་ལོགས་དེ་ལ། སྐད་ཆ་བཤད་ནས་བསྡད་ཡོད་ཟེར་ད་ཁོང། ཞབས་སྒོར་ཕེབས་དུས་རྩ་ནས་ནི་ཁོང་ཚོའི་སྐད་ཆ་བཤད་བ་དེ་ཁོང་གི་གཟི་ཡིན་ཟེར་བ། གཟི་དུས་རྩ་ནས་དེ་ནི་དཔའ་མགོ་གཅིག་འདི་གིས་ག་རེ་ལབ་རེད་ཟེར་ན། ཨ་ནི། གལ་སྲིད་ང་ལ་དེ་ནི་ཐུག་པ་ཕོར་བ་གང་ར་བ་ཡིན་ན་ར་བ། ཨ་ནི། ང་དཔེ་ད། སྐྱིད་བོ་དང་ཡིད་ཚིམ་པོ་ཡོང་ས་རེད་ལར་ས། དེ་ལ་དུ་ཙ་ནི་ཏེ། སྤང་མགོ་དེ་ལས་ཏེ་གཞན་ལོ་ཆས་ཅི་ཡོད་ས་རེད་དེ་གི་ག་རེ་ལར་ཟེར་ན་དེ་ནི། ཨོ། ད་ཁྱོད་གྲོགས་པོ་ཁྱོད་ཀྱི་དེ་ནི་དེ། ད་དེ་འདྲས་ཀྱི་དེ་བསམ་བློ་ཆུང་ཆུང་རོ་འདོད་པ་ཆུང་ཆུང་ད་འདི་ད་ཆོ་མེད་འགྱོ་རེད། ད་ང་འདྲ་བོ་ཅིག་ཡིན་ན་ད་ཏག་ཅིག་སྒང་ལ་ཤོན་ཕག་རྒྱུགས་ཚུགས་རྒྱུགས་རོ་དུ་ལོ་ཡག་པོ་ཅིག་གོན། དེ་འདྲས་ཅིག་བྱེད་རྒྱུ་བྱུང་ན་ད་ད་ཀ་ཡག་པོ་རོ་རོ། དེ་འདྲས་བྱས་ནས་ཁོས་དེ་འདྲས་བྱས་ནས་ལབ་རེད། དེ་ནས་ཁོ་རང་གཉིས་ལས་ལོ་ཏེས་ཆད་ད་དུང་ཏེས་ད་ང་ཚོ་ལོ་ངན་སྤང་གོ་ཟེར་བ་རོ་དེ་འདྲས་རྒྱལ་པོ་འདྲ་བོ་ཅིག་ཡོད་ས་རེད། སྤྲང་པོ་རྒྱལ་པོ་དེ་གིས་དེ་ནི། ཨ་ཚི་ཚི་ཚི་ད་ཁྱོད་རང་གཉིས་ཀྱིས་དེ་ནི་ད། ཅིག་འདོད་པ་ཟེར་ན་མི་འདུག་ད་རེ་འདོད་ཡོད་རེད་བ། རེ་འདོད་དེ་ད་དཔེ་ད་ཅིག། ཐབས་སྐྱོ་བོ་རེད། དེ་ཁྱོད་རང་གཉིས་ད་ད་གས་སྐུ་ཅིག་ད། ཅིག་ཆོ་ཟ་གས་མི་འདུག་ཟེར་བ་ངས་བརྩིས་ན། ད་ང་འདྲ་བོ་ཡིན་ན། དངོས་ནས་དེ་ནི། དེ་ནི། མི་ལ་རེད་བ་སེང་ངེ་ཅིག་དེ་ནི། ཡི་གེ་ད་ལྟ་སྟོད་ལབ་ཕྱི་ལ་བཞུགས་བསྡད་ཡོད་རེད། ཁོང་ད་ཚེ་རྗེ་ལ་དེ་ནས་གྲུབ་པ་ཐོབ། སངས་རྒྱས་དེ་ནས་སློབ་མ་མང་པོ་བསྐྱངས། དེ་ནས་ཁོང་གི་དེ་ནས་དྲུང་དུ་ནི་ང་ཁྱོད་ཀྱི་ཞུ་རྒྱུ་བྱུང། དེ་འདྲ་ཅིག་ད་ང་བྲེལ་ནས་བསྡད་ཀྱི་ཡོད། ད་དེ་འདྲ་འདྲ་བོ་ཅིག་བྱུང་པ་ཡིན་ན་ནི་མི་ཚེ་དོན་དང་ལྡན་པ་ཡོང་གི་རེད་ཟེར་ཁོ་རང་གིས་དེ་འདྲ་བྱས་ནས་ད་གཡོ། སྤྲང་པོ་གཞོན་པ་གཉིས་དེ་ལ་དེ་འདྲ་བྱས་ནས་གསུངས་རེད་ཟེར། ད་ཁོ་རང་གིས་ལབ་པ་རེད་ཟེར་བ། དེ་འདྲ་ལབ་དུས་ཙང་ནས་དེ་ནི། འདི་ཡང་ནི། ང་ཚོ་ད་ལྟ། ད། དྭགས་པོ་རིན་པོ་ཆེ་གི་གསན་རེད་ཟེར། འདི་གསན་པ་ཙམ་གྱིས་དེ་ནི་མི་ལ་ཟེར་ནས་དེ་ནི་ཁོང་མཚན་འདི། རྣ་བ་ལ་ཐོས་པ་ཙམ་གྱིས་དེ་ནི་ལུས་ལ་ཡ་ཅིག། ང་ཚོ་བ་བུ་གཡོ་བ་ལ་སོགས་པ་དེ་ནི་སེམས་ལ་དངོས་གནས་མཚན་ཐོས་པ་ཙམ་གྱིས་དེ་ནི་བླ་མ་ལ་དད་པ་རང་དབང་མེད་པར་འདྲེན་ནས་བླ་མ་ལ་དད་པ་དང་མོས་གུས་རྩེ་གཅིག་ཏུ་དེ་ནི་དེ་དུས་རང་ནས་ཁོ་རང་ཁོང་ཐུགས་ལ་འཁྲུངས་རེས་འདི་འཁྲུངས་འདི་ཙམ་ནས་ཨ་ནི་ལམ་སང་ཁོང་ད་ལྟ་སྤྲང་པོ་རྒྱལ་པོ་འདི་ཙམ་ལ་ཕ་ཕྱིན་ཆད་དེ་ནི་དེ་ནི་དབའ་བས་ཁྱོད་དེ་འདྲ་ཅིག། ད་ལྟ་ལབ་སོ། དེ་ནི། ད་བླ་མ་འདི་ག་བ་ཡོད་རེད་དེ་ནི་ཁྱོས་ང་རོགས་པ་ཅིག་བྱེད་དེ་ངའི་བརྙན་པར་བྲེག་གོ། དེ་ནི་ཡ། ང་ཡི་གེ་ཁྲིད་རོགས་བྱས་དང། དེ་འདྲ་བྱས་རྗེས། གང་བྱེད་འདུག་ཅེས་ནས་བཀའ་མོལ་བྱུང་རྗེས་ཨ་ནི་ཡ། ད། ད་ལྟོས་ལབ་ཅི་བདེ་བ་ཅིག་ཡིན་སར་ཁོང་མི་ལ་ཞུ། ཡ། ད། ཁོ་རང་ད་ལྟ་དྭགས་པོ་རུ་མཆོད་ཁོ་རང་ཞུ་སར་ད་དུས་ང་ཚོ་དབུས་གཙང་འདྲ་པོ་བདེ་བ་ཅིག་ཞུ་འོས་སར་བ། ད་ང་ཚོ། དབུས་གཙང་ནང་བདེ་བ་ཅར་བ་དྭགས་པོ་སྲིད་དུས།

ད་དེ་འདྲ་དེ་འདྲ་ཟེར་ཡག་བཅར་བ་ཡིན་སེམས་ཆོས་ད་ལམ་ལམ་ད་འདི་སྐབས་སུ་བླ་མ་མཇལ་བ་ཙམ་གྱིས་དེ་ནི་ཡང་ཅིག་དཔལ་སེམས་རྒྱུད་ལ་ཡ་སོ་སོ་དད་པ་འཁྲུངས་ཕྱིར་རོ་དཔལ་དེ་ཁོ་རང་ཧ་ཅང་གི་ད་དགའ་ཆེ་དེ་ནི་བླ་མའི་འཁྲུངས་ལ་དུ་དེ་ནི་བླ་མ་ད་མཇལ་ཨ་ནི་བླ་མའི་གི་ད་བཀའ་འདྲི་དེ་ཚོ་གནང་དེ་འདྲ་བྱས་བཀའ་མོལ་འགྲོ་བ་བྱུང་དེ་འདྲ་བྱས་དེ་ཙམ་དེ་ནི་འདི་སྐབས་སུ་ལ་དེ་ནི་རྗེ་བཙུན་མི་ལ་ཁོང། ཕྱག་ལ་དེ་ནས་ཐོད་པ་ཅན་ནམ་ཐོད་པ་དེའི་ནང་ལོགས་ལ་དེ་ནས་ང་ཚོ་བདུད་རྩི་སེ་གེར་བ་ཆང་མཆོད་ནས་ཞུ་དགོས་ཟེར་བ། ཆང་གང་དུ་མཆོད་ནས་ཞུ། འདི་ནང་ལ་ཡང་བརྒྱ་ཆང་སྟེ་བྱེད་ལུགས་བྱེད་ད་ག་འདྲས། ཆང་གང་ཡོད་སར་དེ་ཡང་ནས་དྭགས་པོ་ལྷ་རྗེ་ལ་ཕར་གནང་བྱས་དེ་ནས་ཁྱོད་རང་འདི་འཐུང་ད་ཟེར་དེ་གསུངས་ཡིན་སར་དེ་གསུངས་དུས་རྩ་ནས་དེ་ནས་དྭགས་པོ་ལྷ་རྗེ་ཁོང་ད་རབ་བྱུང་གི་ད་དགེ་སློང་ཡིན་དུས་རྩ་ནས་དེ་ནས་ཨ་སེ་ང་རབ་བྱུང་གི་ད་བསྟན་ལ་དེ་ཆང་འཐུང་ན། འགྲིག་གི་ཨ་ཡོད། བསམ་ནས་ཅིག་ལན་ལས་མ་ནུས་པ་བྱས་ཅིག་ཐེ་ཚོམ་འདྲ་བོ་ཟ་ཡིན་ཟེར་ར་དེ་ནི་བླ་མེད་ཀྱི། མ་གསུངས་བྱས་ཁྱེད་རང་འདི་ལ་ཐེ་ཚོམ་ཟ་འོག་མ་རེད་དེ་ཡ་ཐུངས་ཤུ་ཐུངས་ཤུ་གསུངས་དེ་ནི། ཐུངས་བཅུག་ནས་དེ་ནི། དེ་གསུངས་དུས་ཙང་དེ་ནི་ཁོང་ལམ་སང་དེ། ཐོས་པ་གནང་རྒྱུ་གནང་ཐོས་པའི་ངང་ལ་ཡོད་པའི་གི་དེ་ནི་ཆང་དེ་ནི་ལམ་སང། ད་རབ་བྱུང་གི་རྟེན་ཡིན་པ་ཡིན་ནས་བླ་མའི་བཀའ།

དེ་ནས་ཕྱིན་ནས་དེ་ནི་ཁོང་གི་དབང་དང་ལུང་དང་དེ་ནི་མན་ངག་ལ་སོགས་པ་རེ་བ་བཀའ་བརྒྱུད་སྒྲུབ་བརྒྱུད་ཀྱི་ཆོས་དང། ཚང་མ་དེ་ནི་ལྷག་མ་མེད་པར་བ་ནི་ཁོང་ལ་མ་གནང་རེས་ཁོང་ལ་གནང་ནས་དེ་ནི་ད་ཁྱོད་རང་དེ་ནི་ད་སྒོམ་ལ་རྩེ་གཅིག་ཏུ་དེ་ནི་བརྩོན་དགོ་རེས་སྒོམ་རྒྱབ་ཞོག་ཉམས་ལེན་བྱེད་ཞོག་གསུངས་ནས་དེ་ནི་རི་དང་ཡང་གྲགས་དང་ད་གང་གང་གང་གི་རིགས་ལ་སོགས་པ་ད་གང་རིགས་ལ་སོགས་པ་དེ་བ་ལ་བར་བཏང་བྱས་དེ་ནི་དེ་གང་བོ་བ་གི་བླ་མེད་ཀྱི་བཀའ་ཞེས་གསུངས་ཀྱི་དེ་ནི་རྩེ་གཅིག་ཏུ་བསྒྲུབ་པ་ལ་དེ་ནི་ཉམས་སུ་བླངས་ནས་རོ། འདི་ལྟར་སྒྲུབ་པ་སྐྱོན་འོང་དུ་བཙལ་ནས་དེ་ནི་གང་བོ་བ་ཡང་དེ་ནི་ཚེ་གཅིག་ལུས་གཅིག་ལ་དེ་ནི་ད་ཡང་ས་དང་པོ་ལ་སོགས་པ་དེ་འདྲའི་ཐོབ་པ་ལ་སོགས་པ་ད་ར་བ་བྱང་ཆུབ་སེམས་དཔའི་ས་དེ་འདྲའི་གང་བྱས།

སྐད་སྒྲ་ཆེན་པོ་བྱུང་རྗེས། དྭགས་པོ་དྭགས་པོ་གི་ཁུལ་དུ་སྐད་སྒྲ་ཆེན་པོ་དེ་སྤྱི་བཏང་གི་བོད་ནང་ལོགས་ལ་ཡང་དབུས་གཙང་ཕྱོགས་དེ་བ་ད་དེ་བ། སྐད་སྒྲ་ཆེན་པོ་བྱུང་རྗེས་དེ་ནི་སློབ་མ་མང་པོ་ཞི་བོ་ཅིག་རང་དབང་མེད་པར་ཚུར་ད་བོད་ནང་ལོགས་ལ་ཁོ་རང་ད་སྐད་སྒྲ་ཆེན་པོ་བྱུང་ནས་དེ་ནི། ཕྱོགས་ད་ཁ་ནས་རེད་བ་ཕྱོགས་ད་ཕྱོགས་མཚམས་ད་ཁམས་ཕྱོགས་ནས་རེད་སྟོད་ཕྱོགས་ནས་རེད་དེ་ནི་ད་གང་ཅི། མང་པོ་བྱས་ནས་དེ་ནི་སློབ་མ་མང་པོ་ཞི་བོ་ཅིག་ཚུར་བསྡུས་བྱས། ཨ་ནི་ད་བུ་རམ་བྱེད་ཀྱི་ཞབས་ལ་གཏུགས་ནས།

རེད། ཕག་གྲུ་རྡོ་རྗེ་རྒྱལ་པོ་ཆེ། ཨ་ནི། རེད། ཕག་མོ་གྲུ་པ་རུ་བ། ཕག་གྲུ་རྡོ་རྗེ་རྒྱལ་པོ་གཟིགས་རུ་བ། ཨེ། ཀ་མ་པ་དུས་གསུམ་མཁྱེན་པ། ཨོ་བདུད་ཆེ། ཨ་ནི། ད་ལྟ་ང་ཚོ། འབའ་རོམ། བཀའ་བརྒྱུད་ཀྱི་དེ་ནི་འབའ་རོམ་དར་མ་དབང་ཕྱུག། ཁོང་ཚོ་གསུམ་ལ་དེ་ནི་ཁམས་པ་མི་གསུམ་ཞུ་ཡུལ་དུ། ཨཱ་ནི། དེ་དང་མཉམ་དུ་ལ་ད་སློབ་མ་བཞི་པ་འདི། དེ་ནི། ད་ལྟ། དབོན་སྒོམ་ཚུལ་ཁྲིམས་སྙིང་པོ། ད་ཨ་ཅེ་སློབ་མ་བཞི་འདྲ་བོ་ཅིག་བྱུང་རེད་སློབ་མ་བཞི་ནང་ནས་ད། ཁམས་པ་མི་གསུམ་འདི་དེ་ནི་ཧ་ལམ་གྱི་དེ་ནི། འགྲོ་དོན་ཆེན་པོ་ཞེ་བོ་ཅིག་བྱུང་རོ། ཕྱིས་སུ་འགྲོ་དོན་ཆེན་པོ་བྱུང་རྗེས། གང་ཅེ། འདུ་བྱས་ནས་སློབ་མ་བཞི་འདི་དེ་རེད། ད། རྗེ་བཙུན་མི་ལ་ལ་སློབ་མ།

དེང་གི་ཆ་ལ་ད་དུས་རབས་བཅུ་གཉིས་བཅུ་དགུ་བར་དུ་ལ་དེ་འདྲའི་ད་དུས་རབས་ཉི་ཤུ་བར་དུ་དེང་སང་ཡང་ཡོད་རེད་ད་ཡོད་ཡོད་ད་གཅིག་གཉིས་ཀྱིས་མ་གཏོགས་ལྷག་མི་འདུག་ཨ། ད་ཕལ་ཆེར་ཕལ་ཆེར་ད་ཉམས་འགྲོ་གི་འདུག་ཨ་དེ་འདྲ་རས་ཆུང་སྙན་བརྒྱུད་ཀྱི་དེ། ད་གང་ཅི་ཡིན་ན་ཡང་རས་ཆུང་སྙན་བརྒྱུད་ཀྱི་ད་གདམས་པ་གལ་ཆེ་བ་དེ་ཚོ་ད་སྒྲུབ་པ་བཀའ་བརྒྱུད་ཀྱི་ཡ་ནི། ལ། ད་སྒྲུབ་པ་བཀའ་བརྒྱུད་ཀྱི་ད། གཙོ་བོ་དགྲ་བོ་ད་ལྟ། འགྲོ་ཀུན་གཙང་པ་རྒྱལ་རིགས་ནི་མ་དུ་བྱས་ནས། ད་ཆུང་བར་བ་གང་བྱེད། སྙན་བརྒྱུད་ཀྱི་གདམས་པ། གལ་ཆེ་བ་མང་པོ་ཅིག་དེ་ནི་འདི་ང་ཚོ་འབྲུག་པ་བཀའ་བརྒྱུད་ཀྱི་ཆོས་འགོ་ནང་ལོ་ལ་ནི། དེང་སང་ཡང་ནི་ཉམས་སུ་བླངས་དང་བླང་བཞིན་པ་རེ་བཞུགས་ཡོད་རེད། འོ་དུ་ཞུ་བའི་ཡིན་རོགས་ད། ངས་མང་པོ་ཞིག་ཞུས་སོང་ད། ད་དེང་གི་ཆ་ལ་དུ་བྱས་ནས། ད་ལྟ། ད་སྒམ་པོ་པ་ཞུ་ན་མི་འདུག་ཨ་ནི་ད་ཧོར་འབུ་ཅི་ཞུ་ན་མི་འདུག། ཁོང་གིས་རྣམ་ཐར་བར་དུ་ལ་ཨ་ནི་ཞུས་ཚར་བ་ཡིན། འདི་ཞུས་པ་དེ་དེ་མཚམས་བཞག་ཨ་ནི། ད་ལྟ་མུ་མཐུད་ནས་ཡང་ངེད་ཀྱི་ད་ལྟ། ད་ལྟ་འདི་རྗེས་ལ་ཡང་ད་ལྟ་རྣམ་ཐར་ཅིག་ཞུ་ཡ་ཡིན་ད་དེ་ནས་མུ་མཐུད་ནས་བྱེད་བྱས་ནས་སྒྲུབ་པ་བཀའ་བརྒྱུད་ཀྱི་རྣམ་ཐར་ཡོངས་སུ་རྫོགས་པ་ཅིག་ཞུ་ཡ་ཡིན། ཚང་མ་ལོ་ཐུགས་མཉེས་པོ་ཡོད་རེ་བ་ཡོད། དུ་བྱས་ནས་སེམས་རྣམ་པ་ཐུགས་རྗེ་ཆེ་ཞུ་ཡ་ཡིན།